རྒྱ་གར་ནང་ལ་ཡོད་པའི་ཨ་ནེའི་ནང་པའི་ལྟ་གྲུབ་འདི་གའི་དེ་རྒྱ་གར་གྱི་ནང་པ་མ་ཡིན་པའི་ལྟ་གྲུབ་མཉམ་པོ་གཙོས་ཕ་བཅུ་གཙོས་རེ་ཞུགས་ཆེན་པོ་གནང་པའི་རྐྱེན་གྱིས་ཡར་རྒྱས་ཆེན་པོ་ཕྱིན་ཡོད་པ་རེད་ལྷག་པར་དུ་ཨ་ནེ་དུས་རབས་དྲུག་པ་གཡས་གཡོན་དང་ལྔ་པ་དྲུག་པ་གཡས་གཡོན་ལ་ཡང་དག་ཕྱོགས་གླང་ཕལ་པའི་དང་དུས་རབས་ལྔ་པ་དེ་བ་རེད་ཕྱོགས་གླང་ཕལ་པའི་སྐབས་ནས་བཟུང་ནས་ཨ་ནེ། ནང་པའི་ལྟ་གྲུབ་དང་སྤྱོད་པ་བ་ཆེ་རིག་པ་ཅན་པ། ད་དེ་གསུམ་དེ་ད་རིག་པ་ཅན་པ་མཉམ་པོ་བྱ་བྱེ་བྲག་པར་འགྲོ་བསྡད་ཡོད་རེད། ད་དེ་གསུམ་མཉམ་པོ་ལས་ཚད་མའི་སྐོར་ལ་ཞིབ་ཀྱིས་ཕར་ཚུར་བཤད་སྦྱང་བྱས་རྗེས་རྒྱ་གར་ནང་ལོགས་ལས་ཚད་མ་རང་གི་ལྟར་པར་མཱན་ཟེར་དེར་བར་ཚད་ཐོ་བ་ཞིབ་པོ་བྱུང་ཡོད་རེད། ད་དེ་ཚོ་སྐུ་མདུན་མཁྱེན་གྱི་ཡོད་རེད་དེ་ཚང་སྐུ་མདུན་གྱི་ད་ང་རང་ཚོ་གང་ལྟར་གདན་ས་ཆགས་པའི་སྲིད་ཚང་ཡས་ཚོ་དེ་ཚོ་ཏོག་ཅིག་རྒྱུས་ཡོད་པ་ཆགས་ན་ཐུགས་དགོངས་དེ་འགོད་ཡོད་རེད་དེ་ཚང་ད། དེའི་བཟང་ངན་ཁ་སང་ད་ལྟ་དེ་འཛིན་གྲྭ་ནང་ལོགས་ལ་ཡ་དབུ་མ་ཐོན་ཚང་ཉན་མ་ཏོ་ཙང་ནས་ག་ད་དབུ་མ་ལས་ཚང་ཉན་མ་ཏོ་མ་ཡོང་རོགས་བྱེད་ས་ལབ་ཡིན་ཁོ། སྔོན་ལ་ཡ་རང་ལུགས་བརྟན་པོ་བལྟས་ས་ཆགས་མ་ཚང་ཉན་ཅིག་ཡང་གཅིག་གཞུང་འདྲ་མི་འདྲ་མང་པོ་ལ་སྦྱང་གི་བལྟས་ན་ཀོ་བོད་ཡ་རེད་ཞིག་རེད། དེ་ས་བོད་ལ་ཡ་སྔོན་གྱི་ལོ་ཙཱ་བ་ཚོ་དབུ་ཁྲག་དག་ཆོད་ཆེ་བྱི་རུ་བའི་དཔེ་མཆོད་རྩ་ནས་བསྒྱུར་ཡོག་མ་རེད་ཞེ་ད་བག་ཤ་ནི་ང་ཚོ་དེང་སང་དཀའ་ངལ་འཕྲད་ཡ་ལ་རྣལ་འབྱོར་གྱི་མདོ་དང་པཏན་ཇཱ་ལི་ཡོ་ག་སུ་ར་པཏན་ཇཱ་ལི་དང། བྷ་ག་བ་ད་གི་ཏཱ་ད་དེང་སང་རྒྱ་གར་ནང་ལོགས་ལས་གསུང་རབ་གལ་ཆེ་ཤོར་བ་ད་དེ་ཚོ་ཆེན་པོ་ཡོད་མ་རེད་དེ། བོད་སྐད་ནང་ལ་ཡོད་རོགས་བྱས་ན་ཡག་པོ་འདུག་དེ་ད་ལྟ་ཡོད་མ་རེད་དེ་ངའི་སྔོན་གྱི་ལོ་ཙཱ་བ་ཚོ་ཙ་ནས་བསྒྱུར་དགོས་རོགས་ཡོད་མ་རེད་ད་ཡིན་ནའི་ང་རང་ཚོ་དབུ་མ་རྒྱ་ལས་ཚར་བ་ཡིན་ན། ག་ད་ཅི་ནང་པའི་རང་ལུགས་བརྟན་པོ་ཆགས་ཚར་བ་དེ་ཡིན་ཙང་ཨ་ནི་རང་ལུགས་བརྟན་པོ་ཡོད་པའི་ཐོག་ནས་ཨ་ནི་གཞན་གྱི་འདོད་ཚུལ་ཡང་བརྟག་པ་བྱེད་ཐུབ་པས་ན།

ད་ལྟ། རྒྱུ་ལ་འཁྲུལ་པ་མང་བ་ཟད་རྒྱུ་ལ་འཁྲུལ་པ་ཟད་ཕྱིར་ད་འདི་གང་ལྟར་འདི་དང་འབྲེལ་པའི་ཐོག་ནས། ཆོས་དོན་གཉིས་པ་དང་བྱས་ནི། གསང་ཡེའི་ཆོས་དོན་གཉིས་ཡོད་ལ་གཅིག་འདི་དག་གང་ལ་བྱས། ནི་འདི་ནས་འདིའི་འོག་ཏུ་ནི། བསྟན་པའི་དངོས་པོ་བཏགས་པ་དང་སྦྲགས་ནི། གང་དག་ཕལ་ཆེར། ཤེས་བྱ་ཚིག་དོན་དྲུག་གི་གང་ལེགས་མི་འགྲོ། འདི་ནས། ད་སྒྲ་དོན་བཏགས་པ་དེ་གལ་ཆེ་ཤོས་ཆགས་ཀྱི་རེད་ཞེན་སའི་བདག་རྒྱུད་དང་འབྲེལ་པ་ཡོད་དུས་ག་ལ་སྒྲ་དོན་བཏགས་པ་དེ་ལ་ངས་ཆོས་དོན་གསུམ་ཅིག་བཞག། ནི། ཆོས་དོན་ཐ་མ་དེ་ལ་ཡང་ནི་ཚད་མ་གཞན་བཏགས་པ་དེ་ལ་ཕྱི་རོལ་པའི་དོན་མང་པོ་ལེགས་བར་བ་ལྟ་སྡུག་སེལ་བྱེད་བགོ་བཤའ་རྒྱག་ཡིན་ད། དེ་ནི་ད་རིའི་ཕལ་ཆེར་དྲི་བ་དྲིས་ལན་ལེགས་མ་རེད་ད་ང་ཚོ་དུས་ཚོད་བལྟས་ཟེར་བར་བ་ལྟ་སང་ཉིན་ནས། ཆོས་ཚུལ་གསུམ་དང་ཕྱེད་ཀ་ལ་ཡང། གཉིས་པ་ཚོགས་གསུམ་དང་གསུམ་དང་སྐར་མ་བཅོ་ལྔ་དེ་ལ་ཡང་བྱ་ཡི་བར་བཏང་བཞག་ད་དེ་དུས་བྱ་དེ་མ་དྲངས་པ་ཇི་ཡང་ལངས་ཇེ་ཐུང་ག་འགྲོ་བཞིན་ན་ཡག་ག་རེད་ད་དེ་ཚོ་ང་ཚོ་གདན་ས་ཁག་ལ་ཡང། རྒྱུའི་རུང་བུ་བདེ་བདེ་དེ་རྗེས་མ་འཕྲོད་བསྟེན་གྱི་ཆ་ནས་འདུག་ཆགས་བརྩི་གི་འདུག་ཨ། དེ་ཅི་ཅི་མ་ཐ་ས་ལ་ཆུ་ཚོད་རེ་རེ་ལ་ཡར་ཚ་ལངས་དགོས་རེད་ཟེར་གྱི་འདུག་ད་མ་འོངས་པ་ལ་འཕྲོད་བསྟེན་གྱི་ཆ་ནས་དགོངས་པ་བཞེས་དགོས་ཀྱི་ཡོད་རེད་དེ་ཙམ། གསོལ་ཇའི་སྐབས་ལ་ཡར་ཡར་ཞང་མི་དགའི་གསོལ་ཇ་མི་དགའི་ཆོས། ཡར་ཕེབས་པ་དང་ང་ཚོ་སྐར་མ་བཅོ་ལྔ་ཚེ་ཆེ་དྲི་བ་དྲིས་ལན་བྱས་འདི་ནས་ང་ཡང་ཡང་མཇུག་སྐྱོང་བྱས་འདུག་ཟེར་བྱས་ཡིན་ད། ད་ངས་བཤད་ཡག་དེ་གཙོ་བོ།

སེམས་ཚར་ཐབས་བདུད་བཏུལ་ཅི་མ་དེ་ཡོང་བར་ཆོ་ང། ཆོ་ང་སྲོང་ཚར་བའི་གཞུག་གུ་དེས་ནི་རང་ལུགས་ཀྱི་ཆོ་ངའི་གཞུང་དགག་དབྱེ་དེ་ལ་རྒྱལ་པོ་བཞུགས་བཞི་དུ་བ་དྷའི་གོང་ན་གཉིས་བཏུལ་བ་ནཱ་ལོ་ལ་ཡང་ད་ཆོ་ངའི་གཞུང། ཁོ་ནར་ཚོས་ད་ནི་འདི། ལུས་པོ་བཞི་པོ་ཚོ་དང་ད་ནི་ཀ་མ་ལ་ཤི་ལ་གཉིས་ཀ་རྒྱ་གར་མཁས་པ་རེད། རྒྱ་གར་ནཱ་ལོ་ལ་ཅི་བྱ་བཀའ་རྩོམ་གནང་བར་དེ་ཡིན་ཙང་ཆོ་ངའི་འདོད་པ་དེ་ཞིབ་ཚགས་པོ་བཞི་པོ་གསུང་དགོས་ཡ་ཡོད་མ་རེད་ཆོ་ངའི་འདོད་པ་སྟོན་པའི་གཞུང་མང་པོ་ཡོད་རུང་བ། དེ་ས་འདི། ཆོ་ངེ་འདོད་པ་འདི་དགག་དབྱེ་བཙལ་འདོད་ན། ཆོ་ངེ་འདོད་པ་དེ་གཞུང་འདི་ཚོ་ནང་ལ་དངོས་སུ་མ་ཐོན་ཡོད་དེ་ཆོ་ངེ་འདོད་པ་སྟོན་པའི་གཞུང་ཁོ་རང་ཚོའི་གྲུབ་མཐའི་གཞུང་ལོགས་སུ་ཡོད་རུང་བ། ད་དེ། དེ་ཁོ་ན་ཉིད་འདུས་པ་གློག་བརྙན་ཚོ་ལ་ཡ་གཅིག་རྒྱུས་ཡོད་ཤག་དང་ཨ་ནི། གཅིག་གློག་ཡས་ཀྱི་གཞི་གཅིག་ཡོད་ཤག་ཅིག་དགོངས་པར་བ། ད་ང་ཚོ་དཀའ་ངལ་ག་རེ་འཕྲད་དགོས་རེད་ཟེར་ན། ཆོ་ངེ་འདོད་པ་སྟོན་པའི་གཞུང་འདི་གའི་དེ་ང་ཚོ་བོད་སྐད་ནང་ཡོག་མ་རུང་བ། ཡོད་མ་རེད་དཔེར་ན་བྱེ་བྲག་གི་མདོ་ཟེར་བ་དང་བྱེ་བྲག་པའི་མདོ་ཟེར་བ་རིག་པ་ཆེན་པོའི་མདོ་ཟེར་བ་དེ་འདྲ་དང་ད་བསྟན་རྩིས་མང་པོ་ད་བསྟན་བཅོས་མང་པོ་ཡོད་རེད་དེ་ཚོ་ང་ཚོ་བོད་སྐད་ནང་ཙང་ནས་ཡོད་མ་རེད་མིན་ཙང་ངས་འདི་ཅིག་ཆོ་ངའི་འདོད་པ་དང་རྫས་སྟོན་རུ་བྱེད་ཅེས་འདི་ལབ་ད་སྒྲ་དོན་བརྟག་པའི་སྐབས་ལ་ཡང་ཁོ་གནས་ཚུལ་ཁ་ཁ་རེད་རང་ལུགས་ཀྱི་དེ་ལས་འགུར་བ་ནས་འདུག་སྲིད་ཅེས་འབྲི་བ་ཡིན་ད། ད་ག་ད། དེ་ཁོ་ན་ཉིད་འདུས་པ་འདི། ག་ད་ཅིག་ང་ཚོ་བསྟན་འགྱུར་ནང་ལོགས་ལ་ཡང་དབུ་མའི་ཁུངས་ལ་བཅུག་ཡོད་ཚད་མའི་ཁུངས་ལ་བཅུག་ཡོད་རེད། རེད་དེ་ཡིན་ནས་གཞུང་རང་གི་ངོ་བོའི་ཆ་ནས་བྱས་ན་ནི་གྲུབ་མཐའི་གཞུང་རེད། རྟོག་གེ་འབར་བ་དང་ཁུངས་གཅིག་པ་རེད། ད་ཡིན་ནས་ང་ཚོའི་བསྟན་འགྱུར་ནང་ལོགས་གྲུབ་མཐའ་སུ་ལོགས་སུ་ཡོད་མ་རོ། ད་གྲུབ་མཐའ་སྟོན་པའི་གཞུང་རེད། ད་གྲུབ་མཐའ་སྟོན་པའི་གཞུང་ཡིན་ཙང་འདིའི་རྩོམ་བསྒོ་ཡས་ཀྱི་གནད་འགག་དེ་མཚན་ཁོ་རང་གི་ཐོག་ནས་དེ་ཁོ་ན་ཉིད་བསྡུས་པ། ད་ཅི་དེ་ཁོ་ན་ཉིད་ཡིན་ལབ་དུས་ད་ལྟའི་དེ་ཁོ་ན་ཉིད་དུ་ལམ་སང་སྟོང་ཉིད་ག་ལ་མཆོང་རྒྱུ་ཡོད་མ་རེད་དཱ། དེ་ང་རང་ཚོས་དུས་རྒྱུན་དེ་ཁོ་ན་ཉིད་དང་དེ་བཞིན་ཉིད་དང་ཆོས་ཉིད་སེམས་ཉིད་དེ་ཚོ་སྟོང་ཉིད་ག་ལ་ལམ་སང་འཇགས་བཞག་གི་རེད་བ་ཡུལ་མཐར་ཐུག་གི་གནས་ལུགས་ཀྱི་ངོ་བོ་ལ་བསམ་བཏང་གི་ཡོད་རེད་བ། ད་དེ་འདྲ་རིམ་པ་འདི་ཚོའི་སྒང་ལ་གསུངས་ཡོང་དུས་ག་ལ་སྤྱི་ཡོངས་ཀྱི་ཁྱབ་པ་ཅིག་དགོངས་པ་བཞེས་དགོས་བ་རེད་དེ་ཁོ་ན་ཉིད་ཡིན་ལབ་ད་ཡུལ་གྱི་གནས་ཚུལ་ཡུལ་གྱི་གནས་ལུགས་ཟེར་བྱས་དགོངས་པ་བཞེས་དགོས་རེད་བ་ད་ཡུལ་གྱི་གནས་ལུགས་དེ་གྲུབ་མཐའ་སུ་སུ་སོ་སོས་ཀྱིས་སྦྱར་ཡོང་གི་རེད་དཱ། རྩ་བའི་དགོངས་པ་ཞེ་སྡང་འདི། ཐ་ན་འདི། དཀའ་འགྲེལ་གྱི་འགྲེལ་བཤད་རྒྱབ་ལྗང་བྱས་པས་ན་དེ་ཁོ་ན་ཉིད་ཟེར་མཐར་ཐུག་བབས་ས་དེ་རྟེན་འབྲེལ་གྱི་དེ་ཁོ་ན་ཉིད། འདི་གང་སྤྲད་ཡོང་གི་འདུག་བ་རྟེན་འབྲེལ་གྱི་རྟགས་བབས་སར་བ་དེ་ལྟ་ཡིན་ནས། དེ་ཁོ་ན་ཉིད་བསྡུས་པར་ལབ་དུས་ཡང་རྟེན་འབྲེལ་རྐྱང་རྐྱང་ལ་འཇགས་རྒྱུ་ཡོད་མ་རེད། ད་གྲུབ་མཐའ་སོ་སོ་མང་བ་མང་པོ་གིས་དེ་ཁོ་ན་ཉིད་ཀྱི་རྣམ་བཞག་གཏན་ལ་ཕབ་པ་དེ། འདི་ན་བསྡུས་པ་ཡིན་བཤད། ད། བསྡུས་པའི་དོན་དེ་ག་ལྟར་ཕྱོགས་གཅིག་ལ་ཡར་བསྡོམས་བྱས་བྱས། ཀློག་བདེ་པོ་ཅིག་གི་ཐོག་ནས་ས་ཆ་གཅིག་གི་ནང་ལ་རྙེད་ཐུབ་འོས་པའི་དགོངས་པ་བཞེས། ཚུགས་གཏོར་རུག་རུག་བྱེད་པ་ཅིག་དགོངས་པ་ཡོད་རོ། ད་དེ་དེ་བྱས་དེང་སང་བཀའ་འགྲེལ་གོ་རེ་ནང་ལོག་ལ་ཡང་དེ་དེ་ཁོ་ན་ཉིད་ཀྱི་རྣམ་བཞག་གཏན་ལ་ཕབ་ཀྱི་ཡོག་མ་རེད། དེ་ཁོ་ན་ཉིད་ཀྱི་རྣམ་བཞག་བསྡུས་པ་རེད། དེ་ཁོ་ན་ཉིད་ཀྱི་རྣམ་བཞག་གཏན་ལ་ཕབ་ཀྱི་ཡིན་ན་མཚན་ཁ་ཁ་བཏགས་ཀྱི་རེད་གསུངས་འདུག་ཨ། ད་དེ་ཚོ་དེས་གནད་ཀ་ཡོག་རེད། དེ་ཅིག་མཁྱེན་པ་ན། ད་དེ་དང་མཉམ་པོ་ལ་ད་དེ་གཙོ་བོ་གྲུབ་མཐའི་གཞུང་ཡིན་དུས་ག་ལ། ད་དེ་ནང་ལོག་ལ་ཡང་ནང་པའི་གཞུང་ནང་པའི་རང་ལུགས་ཀྱི་གཞུང་དེ་ཙམ་ཡོག་མ་རེད། དེ་ནང་ལོག་ལ་ཡང། ཅེས་ནང་པ་རང་གིས་རང་བླུགས་ཏེ། ད་གཙོ་བོ་དེའི་ཚེ་དེའི་དུས་ཀྱི་ད་ཕྱི་རོལ་པའི་གྲུབ་མཐའ་འདྲ་མི་འདྲ་མང་པོ་ཡོད་པ་དེ་གེ་དེ་ལ་ཡང་བརྟག་པ་གནང་གི་ཡོད་རེད་བ་བརྟག་པ་གནང་ཕྱོགས་དུས་སྐྱོན་ད་དེའི་གི་རྒྱབ་ལྗོངས་ཀྱི་ཚུལ་དུ་བལྟས་ས་ཁེངས་འགུག་ཡོད་རེད་ད་དེ་ག་ད་རྣམ་པ་ཚོ་དེ་དེབ་ཕྱོགས་བསྒྲིགས་བྱས་པ་དེ་གེ་དེ་ད་སུ་སུ་རེ་རེ་ཀོ་པི་རེ་རེ་ཉག་གནང་དགོས་རེད་ད་དེ་ཡག་པོ་ཡོད་རེད་ད་ག་ད་ཅིག་རྗེས་མ་དཔེ་ཆ་དེའི་རིགས་དེ་སྒྲུབ་འདེབས་ནང་བཞིན་ཐེངས་མ་གཅིག་ཀློག་ན་བཞག་བཞག་ཡ་མ་རེད་བ། དཔེ་ནི་ཡང་ནས་ཡང་དུ་ཀློག་ཡང་ནས་ཡང་དུ་ཀློག་ཅིག་ཀློག་དགོས་ཡོད་འདུག་གོ་སོ་སོའི་རང་གི་ཀོ་པི་བཅོས་ཡོད་ན་ཡག་པོ་ཡོད་རེད་ད། དེའི་དང་འབྲེལ་པ་ཡོད་པའི་ཐོག་ལ་ཡང་རྒྱབ་ལྗོངས་ཀྱི་གནས་ཚུལ་བལྟས་ཚེ་ད་ལྟ་ངས་རྟོག་གེ་པ་བ་གའི་སྔོན་གླེང་ནང་བྲིས་ཡོད་འདི་ཚོ་ཅིག་ཀློག་རོགས་ཞེས་གལ་སྲིད་ད་ཕྱི་རོལ་པའི་གྲུབ་མཐའ་ནག་ལོ་ལ་ཡང་དབྱེ་འབྱེད་བཏང་ཡོད་འདུག་ག་ལ་ཡང་ཁོ་ཚོས་ཡོད་པར་སྨྲ་བ་དང་མེད་པར་སྨྲ་བ་སྡེ་ཚན་གཉིས་ཆེ། ད་ཡོད་པར་སྨྲ་བ་དེ་ཨཱ་སྟི་ཀ་སི་ལ་བསྡུས་གོལ་ཏེ་གྲགས་ཀ་བྱས། ད་ཨཱ་སྟི་ཀ་དེ་ཚང་མ་རིག་བྱེད་ཚད་མ་འདོད་ཉན་ཀྱང་ཀྱང་རེད། རིག་བྱེད་ཚད་མ་འདོད་ཉན་བྱས་དག་རྟག་པ་འདོད་ཉན་ཀྱང་ཀྱང་བྱས། ཨེ་ན་ད་འཇིག་རྟེན་བྱེད་པ་པོ་ཁས་ད་མི་ལེན་ཉེན་རེ་གཉིས་ཡོད་རེད་དེ་ག་ད་གཙོ་བོ་གཙོ་བོ་དེ་རིག་བྱེད་ཚད་མ་སྨྲ་བ་དང་དག་རྟག་པ་སྨྲ་བ་དེ་རེད་ད་དེ་ལ་ཡང་ཡོད་པར་སྨྲ་བ་སི་བྱས་ད་ག་ད་གྲགས་ཀའི་ཆ་དེ་བརྩི་དགོས་རེད། ད་མེད་པར་སྨྲ་བ་སི་ལ་བསྡུས་ག་ལ་ཡ།

རྒྱུ་འབྲས་ཁས་ལེན་གྱི་ཡོད་དུས་ག་ལ་ན་རྒྱང་ཕན་ལས་ཏེ་ཟེར་གྲགས་ཆེ། ད་མེད་པ་སྨྲ་བའི་ནང་ལ་ཡག་ཤོས་དེ་གཅེར་བུ་བ་རེད་གཅེར་བུ་བ་ཟེར་ལ་དུས་རྗེན་ཟེར་གྱི་རེད་བ་དེང་སང་རྗེན་ཟེར་གྱི་རེད། རྒྱལ་བ་པ་བས་ཟེར་གྱི་རེད་ཇི་ན་ཟེར་དེ་གི། རྗེན་ཟེར་གྱི་ཚིག་དེ་ཇི་ན་ཟེར་དེ་ནས་ཡོང་གི་རོ་ཇི་ན་ཟེར་ནི་རྒྱལ་བ་ཟེར་གི་རོ་རྒྱལ་བའི་རྗེས་འབྲང་ཟེར་གྱི། དེ་ད་ད་གཅེར་བུ་བ་དེ་མེད་པ་སྨྲ་བའི་ནང་ལ་གྲགས་ཤོག་བཞག་གོ་རྒྱུ་མཚན་གང་ཡིན་ཟེར་ན་ད་ཁོ་ཚོས་ད་རྟག་པ་ཁས་ལེན་གྱི་བ་རེད་ད། ད་འཇིག་རྟེན་བྱེད་པོ་བའི་དཀོན་མཆོག་ཁས་ལེན་གྱི་ཡོག་མ་རེད་ཡོག་མ་རེད་དེ་དག་རྟག་པ་ཁས་ལེན་གི་ཡོག་ད་རྒྱུ་འབྲས་ཁས་ལེན་གི་འོར་བ། ད་ད་གཅེར་བུ་བ་དང་ནང་པ་དང་རྒྱང་པན་པ་གསུམ་གིས་རིག་བྱེད་ཚད་མ་ཁས་ལེན་གི་ཡོག་མ་རེད་ད་རིག་བྱེད་ད་དེ་མིན་གི་གྲུབ་མཐའ་སྨྲ་བ་གཞན་དག་ཏུ་གི་རིག་བྱེད་ཚད་མ་ཁས་ལེན་གི་ཡོག་རེད་ད་ཡིན་ནའི་རྟོག་གེ་བདེན་ལྔ་ཟེར་དེ་ང་རང་ཚོ་བོད་པས་བཟོས་པའི་ཐ་སྙད་རེད་ད་རྟོག་གེ་བདེན་ལྔ་ཟེར་དེ་བདེན་ལྔ་ཟེར་དེ་ང་ཚོས་བོད་པས་བསྒྲིགས་པའི་ཐང་ཉེ་རེད་ཁོ་རང་ཚོས་དེ་ནང་ལོགས་ལ་ཡར། དེ། ཤག་དེ་དར་ཤག་ནང་ཟེར་བྱས་ད་ཡོད་པོ་སྨྲ་བའི་གྲུབ་མཐའ་དེ་ལ་ཡར་དྲུག་ཅིག་ངོས་འཛིན་བྱེད་དགོས་རེད་དྲུག་ཅིག་ངོས་འཛིན་བྱས་ད་སྤྱི་ཐང། གྲངས་ཀ་རྒྱབ་སྟངས་མང་པོ་ཡོད་རེད་ད་ཡོངས་གྲགས་རོགས་དེ་དྲུག་ངོས་འཛིན་བྱས་དྲུག་དེ། ད། གྲུབ་མཐའ། བློ་ཉེ་བ་ཅིག་གིས་གཉིས་གཉིས་གཉིས་མཉམ་པོ་ཡོད་རེད། གྲངས་ཅན་པ་དང་རྣལ་འབྱོར་པ་ཟེར་བྱས་བསམ་ཁྱ་ཡོ་ག། བསམ་ཁྱད་དེ་གྲངས་ཅན་པ་བྱས། རྣལ་འབྱོར་དེ་ཡོ་ག་རྣལ་འབྱོར་པ་དེ་ཡོ་ག་བྱེད། ད་ལྟ་ཡོ་ག་སུ་ཐུར་པ་ཏཱན་ཅཱ་ལིས་དེང་སང་འདུལ་བ་པ་ཏཱན་ཅཱ་ལི་དང་པ་ཏཱན་ཅཱ་ལིས་ལྕགས་ལམ་མང་པོ་བཙོངས་བསྡད་ཀྱི་མི་འདུག་བས། ད་འདི་ཡོ་ག་སུ་ཐུར་གྱི་བསམ་གཏན་གོ་རུ་བ། དེ་རྣལ་འབྱོར་གྱི་མདོ་ཟེར་ཏེ། ད་རྣལ་འབྱོར་གྲུབ་མཐའ་སྨྲ་བ་དང་བསམ་ཁྱ་གཉིས་པོ་དེ། སྤྱོད་པ་དང་ལྟ་བུ་ལྟ་བ་འདྲ་པོ་ཡོད་རེད་བསམ་ཁྱ་དེ་སྤྱོད་པ་ལྟ་བ་བྱེད། གྲངས་ཅན་དེ་ལྟ་བ་བྱེད། ཡོ་ག་དེ་སྤྱོད་པ་བྱེད། ད་འདི་ནང་བཞིན་གྱི་སྤྱོད་པ་བ་དང་རིག་བྱེད་མཐའ་སྨྲ་བ་དེ། བདག་རིག་བྱེད་དྷརྨ་བོ་དྷི་ལྟ་བ་བྱས། སྤྱོད་པ་བོ་དྷི་ཤུགས་ཆེ། རིག་བྱེད་ཀྱི་ཆོ་ག་ཇི་སྙེད་སྤྱོད་པ་བོ་དྷི་རེད། ད་ཁུ་ཉེ་ཞི་རགས་འབྲས་བུ་གྲུབ་ད་ཉེ་བོ་རེད། གྲུབ་ད་ཉེ་བོ་བྱས་ནས་བྱེ་བྲག་པ་དང་རིག་པ་ཅན་པ་ཉིད་དེ་ཡང་ཉེ་བོ་རེད། ད་བྱེ་བྲག་པ་དེ་གཙོ་བོ་གཞི་དངོས་པོའི་གནས་ལུགས་ལ་ཡང་དཔྱད་པ་བྱས་ནས་རྩལ་སྟོན་བྱས། རིག་པ་ཅན་པ་དེ་གཏན་ཚིགས་ཀྱི་འགྲོ་སྟངས། ཚད་མ་དང་གཏན་ཚིགས་ལ་ཡང་དཔྱད་པ་བྱེད་ཅེས་ད་འདི་སྐད་དེ། གཉིས་གཉིས་གཉིས་བྱེད་ཀྱི་སྡེ་ཚན་རབ་བྱུང་གསུམ་མོ་ཡོད་ལ་ཤར་དར་བྱས་ན་གྲུབ་མཐའ་དྲུག་དྲུག་གོ། ད་གྲུབ་མཐའ་དྲུག་དེ། དེང་སང་གི་དུས་ཚོད་ལ་ཡང་ནང་པའི་གྲུབ་མཐའ་མ་ཡིན་སྙད་ཀྱི་ཕྱི་རོལ་པའི་གྲུབ་མཐའ་རྣམ་གཞག་བྱས་པའི་སྐབས་ལས་གྲགས་ཆེར་ཤོར་རབས་ད་འདིར་ད་འདི་མཁྱེན་ཐུབ་ན་ཡག་པོ་རེད་ད། ང་ཚོས་ད་ལྟ་རྟོག་གེའི་བརྡའི་ངག་ཟེར་ཏེ། ད་ཇི་ལྟར་མ་ཤེས་ཆགས་པའི་སྐབས་ནས་རྟོག་གེའི་བརྡའི་ངག་གི་ཐ་སྙད་ཅིག་ཡོད་ད་ཡོད་རེད་ད་ད་གྲགས་ཆེར་ཤོར་འདི། ད་ནི་ས་པཎ་གྱི་འཇམ་མགོན་ས་པཎ་གྱི་རིགས་གཏེར་ནས་གསུང་ཡས་ཀྱི་རྟོག་གེའི་སྡེ་ལྔ་དེ་རེད་ད་རྟོག་གེའི་སྡེ་ལྔ་བརྩི་ཡོང་དུས་ག་ལ། ང་ཚོ་འདི་བརྩི་འོར་བ། འདི་རེད་གར་ས། གྲངས་ཅན་པ་དང་ཨང་གི་དང་པོ་བྱས། དེ་ནས་ད་རིག་པ་ཅན་པ་དང་བྱེ་བྲག་པ་ད་བྱེ་བྲག་པ་སེ་ལ་པའི་རིག་པ་ཅན་པ་ལོགས་སུ་བརྩི་གི་ཡོང་བ་མེད། ད་འདིའི་སྒང་ལ་ཡ་ཨ་ནི། ཅི་ག་རེ། ད་རིག་བྱེད་ཐར་མ་བརྩི་གི་ཡོང་བར་ཆོས་པ་བ་བྱས། དེ་ནས་ཨ་ནི་གཅེར་བུ་བ་བྱས་ནས་རྒྱང་ཕན་པ།

སྟོད་གོས་དེ་ང་རྩིས་སྟངས་དེ་དཔེ་རྙིང་ཞིག་གོ་རེད་ད་རྒྱ་གར་རང་གི་གཞུང་ལྟར་ཡོག་མ་རེད་ཡོག་མ་རེད་དེ་ང་རང་ཚོས་ཅིག་ནང་ནང་པའི་ངོས་ནས་བལྟས་པས་ན་རྒྱང་འཕེན་པ་དང་སྤྱོད་པ་བ་དེ་གི་དེ་ཕྱི་རོལ་པ་རེད་བ་ཕྱི་རོལ་པ་རེད་ད་ཡིན་ནའི་ཧིན་རྡུ་ལྟ་གྲུབ་མ་རེད་ད་ད་ཡིན་ནའི་ད་འདི་ཧིན་རྡུ་ཧིན་རྡུ་ཟེར་ཚིག་དེ་རྗེས་མ་དབྱིན་ཇི་ཀླད་པའི་ཞུ་སྒུར་བྱུང་རྒྱུག་གི་ཐ་སྙད་རེད་ད་ད་འདི་ཚོ་མཁྱེན་དགོས་རེད་ཧིན་རྡུ་ཨི་སམ་ཟེར་དེ་དེ་སྔ་དེ་བྷ་ར་མི་ནི་སམ་དང་ཤ་དར་ཤ་ན་དང་དེ་འདྲའི་སྐད་ཆ་མ་གཏོགས་ཧིན་རྡུ་ཨི་སམ་ཟེར་དེ་ཡོག་མ་རེད་ད་ལྟ་གྲུབ་གི་ཆ་ནས་ད་ཕྱིས་སུ་དེ་གའི་ཚང་མ་གཅིག་ངོ་བོར་གཅིག་ཟིན་རྗེས་ནི་ཧིན་དུའུ་ཟམ་ཟེ་ཐ་སྙད་དེ་བྱུང་བར་བ་ད་ཡིན་ད་ང་ཚོའི་ཕྱི་རོལ་པ་དང་ད་ང་ནང་པའི་ངོས་ནས་བལྟས་པས་ན་སྤྱོད་པ་བ་གའི་ཕྱི་རོལ་པ་རུ་བ་ད་དེ་སྐྱེམས་བྱེད་བཏང་སྟངས་དེ་ཏེ་སི་ཁེ་བ་ཡོར་ད་དེ་ད་དབྱིན་ཇི་ནང་ལོགས་ལ་ཡང་ཡང་ཐ་སྙད་ལོགས་སུ་དོན་གོར་བ་ད་ཡིན་ནའི་རྟོག་གེ་དེ་སྔ་ས་ལ་དུས་ག་ལ་ནང་པ་མ་ཡིན་ཉེས་ཀྱིས་རྒྱ་གར་གའི་ཕྱི་རོལ་གྱི་གྲུབ་མཐའ་ཚང་མ་འདུ་ཐུག་འདུ་བ།

མཁྱེན་པ་ན་ཨ་ནི་རིག་བྱེད་ཀྱི་འདི་ལྟ་ཚང་མ་གི་མཚན་མ་འཛིན་ཡང་དགོས་བར་དེ་ཡིན་ནའི་རིག་བྱེད་སྐྱེས་བུས་མ་བྱས་པ་རེད། ཟིན་ཉེན་དང་མི་ཟིན་ཉེན་གཉིས་ལ་ཡང་ཁྱད་པར་ཡོད་རྟ། རིག་བྱེད་སྐྱེས་བུས་མ་བྱས་པ་རེད་ཟེར་བཙལ་དོན་བྱེད་ཉེན་དུ་སྤྱོད་པ་བ་རེད་ལ་སྤྱོད་པ་བ་དེ་དེ་སྔ་ལྟ་གྲུབ་རྣམ་བཞག་དེ་དུས་རབས་ལྔ་བ་དྲུག་དྲུག་པའི་དྲུག་པ་དུས་རབས་དྲུག་པ་དུ་བ་ནས་ཤུགས་ཆེན་པོ་དར་རེད་ཀྱི་དེའི་གོང་ལ་ཡང་གང་ལྟར་ཚུ་བོ་རིག་བྱེད་ཀྱི་ཆོ་ག་རེད།

ད་རྟོག་དཔྱོད་ཀྱི་དཔྱོད་དེ་རེད་ད་རྟོག་དཔྱོད་ཀྱི་དཔྱོད་ཟེར་ལབ་དུས་ཀ་ལ་རིག་བྱེད་ཀྱི་གསུང་རབ་ཀྱི་ཚིག་གི་དོན་འགྲེལ་བཤད་རྒྱ་ཡལ་ཡང་རྩལ་སྟོན་བྱས། རིག་བྱེད་ཀྱི་ཆོ་ག་རྩལ་སྟོན་བྱེད་ཀྱི་བོར་བ་ད་དེ་ཚོའི་རྒྱབ་ལྗོངས་འདི་གས་དེ་ཁེན་ཐུག་ན་ཡག་པོ་ཡོད་རེད་ད། ག་ཚད་ང་ཚོའི་འདི་གས་དེ་ཚང་མ་གོ་བདེ་པོ་ཅིག་གི་དོན་ཀློག་དེབ་རྩ་ནས་ཡོག་མ་རག་བོད་ཡིག་ནང་ཀློག་དེབ་ཡོག་མ་རེད་ད་ཧིན་དིའི་ཤིང་ཉན་དང་ཨིན་ཇིའི་ཤིང་ཉན་ཡིན་ན་ནི་ཕྱོགས་མང་པོ་ཅིག་ནས་ཀློག་ཡས་ཡོག་རེད་ད། བོད་སྐད་ནང་ཀློག་ལ་ཡོག་མ་རེད་བ་ད་དེ་གནད་ཀ་ཡོག་རེད།